བུད་མེད་གཞོན་ནུ་མ་གཞན་དང་རྒྱན་བཟང་པོས་སྤྲས་པ་ཞིག་ཕྱིར་ཐོན་བྱུང་བ་དེ་ལེགས་སེ་འབུམ་ཡིན་ཏེ་ད་ཉམས་མ་ལེགས་སེ་འབུམ་དུ་རྗེ་བཙུན་ལྷོ་མ་ཅིག་རེད་བ། ད་དེ་རེད་འདུག་མོ། ཡིན་ཏེ་མོ་ན་རེ། རྣལ་འབྱོར་པ་ཁྱོད་གང་ནས་ཡིན་ཟེར་བ་ལ་རྗེ་བཙུན་གྱིས་ང་ངེས་མེད་ཀྱི་རི་ལ་སྡོད་པའི་སྒོམ་ཆེན་མི་ལ་རས་པ་ཟེར་བ་ཞིག་ཡིན། ཡོན་བདག་མོ་ཁྱོད་ལ་བཟའ་བཏུང་ཟས་ཀྱི་འབྲེལ་བ་ཞིག་སློང་བའི་གཏེར་དགོས་གསུངས་པས།

ད་ང་ཚོ་ཐག་རིང་པོ་ལ་མི་འདུག་ཟེར། ཁོང་དེ་ནས་ཕེབས་ཚར་འདུག་ཟེར་ལབ་རེད། ད་ང་ཁོང་ཐག་རིང་ན་འདུག་ཟེར་བའི་ཕྱུ་པ་དགའ་མོ་དེ་ད་ལྟ་རང་རེའི་སྒོ་དྲུང་ན་ཕེབས་གདའ་འོ་བྱེད་པའི་སྐུ་མཆེར་ཐོན་ཏེ་ལ་ལས་ཆང་ཕུད་ལ་ལས་ལོ་རྒྱུས་ཞིབ་ཏུ་བྲིས་ནས་རྗེ་བཙན་ཡིན་པར་ངེས་པ་དང་ནང་དུ་སྐྱེས་འདྲ་བསྙེན་བཀུར་ཕུན་སུམ་ཚོགས་པ་ཕུལ་ཏེ་ཀུན་དེདཀུན་གར་སའི། ཀུན་དེ་དེ་མུས་མུས་སུ་འདུག་པ་ལ་བ་ཡ་གྲལ་མགོ་ན་ཡོན་བདག་ཕྱུག་པོ་གཞོན་ནུ་མ་ཞིག་འདུག་པ་དེ་ད་ཡང་རྗེ་བཙུན་གྱི་སློབ་མ་ཤེས་འདུར་མོ་ཟེར་ཡ་དེ་རེད་འདུག། ཤེས་མཐུར་མོ་ཡིན་ཏེ། འོ་ཡང། ཡོན་བདག་ཕྱུག་པོ་གཞོན་ནུ་མ་བཞིན་དུ་བ་ཤེས་མཐུར་མོ་ཡིན་ཏེ། ཁོའི་རྗེ་བཙུན་ལ་ཞབས་ལྟ་ཞིབ་ཅེས་ཞུས་པའི་མཐར། བླ་མ་གང་དུ་འབྱོན་ཟེར་བ་ལ་ང་ལབ་ཕྱི་ལ་སྒོམ་དུ་འགྲོ་གསུངས་པས། ད་འདི་ག་རེ་རེད་ད་འཇིགས་གང་འདི་ན་མོ་ཡིན་མ་འགྲོ་གསུངས་ད་འདི་ནས་ཁོ་ན་རེ་གསུངས། འོ་ཡ། ཤེས་མཐུར་མོ་ཟེར་ཡ་དེ་ཕལ་ཆེར་གཅིག་འདི་ཡིན་ཟེར་བ། བུ་བྱིངས་ཟེར་བ་དེ་ནི། དྲན་དགོས་ནི་ཡོན་བདག་ཕྱུག་པོ་གཞོན་ནུ་མ་ཞིག་ཡང་གཞོན་ནུ་མ་གསུངས་འདུག་ད་གཞོན་ནུ་ཞིག་ལོ་ཆུང་ཆུང་ཡོད་མཁན་ཞིག་འདུག་བ་དེ་ཤིན་དུར་མོ་ཟེར་དེ་རེད། ཁོས་དེ་ནི་རྗེ་བཙུན་ལ་ཞབས་བརྡ་ཞིབ་རྒྱས་ཞུས་པའི་མཐར། ད་བླ་མ་གང་དུ་འབྱོན་ཟེར་བ་ལ། ང་ལབ་ཆས་ལ་སྒོམ་དུ་འགྲོ་གསུངས་པས་ཁོ་ན་རེ། དེ་བས་ད། ད་དེ་ལས་ངེད་ཀྱིས་འདྲེ་ལོང་སྐྱོར་མོར་བཞུགས་འདྲེ་ལོང་སྐྱོར་མོ་གསུངས་པ་ས་ཆ་དངོས་ནི་འཁྲུག་པོ་གཅིག་ཡོད་ས་རེད། འདྲེ་ལོང་སྐྱོར་མོ་ཟེར་ཡ་དེ་ན་བཞུགས་ནས་ས་གཞི་བྱིན་གྱིས་བརླབས་དགོས། ཞབས་ཏོག་ཀྱང་འོག་མི་འབྱར་བར་འབུལ་ཟེར་བས་དེ་ན་སྟོན་པ་ཞིག་འདུག་པ་ན་རེ་ད་སྟོན་པ་ཟེར་དུས་བཀའ་གདམས་ཀྱི་དེ་ནི་སྟོན་པ་དེ་འདྲ་ཞིག་ཡིན་གྱི་རེད་ད། གླུ་བ་སྟོན་པ་ཞིག་འདུག་པ་ན་རེ། ཡོན་མཆོད་གཉིས་ཐོན་བྱུང། ལ་ཕྱི་བཀའ་འདྲེ་ལོང་སྐྱོར་མོ་མིང་ཡིན།

ད་བླ་མ་དེ་རིགས་བཞུགས་པ་བྱུང་ན་བདག་ཅག་ཅི་ལྕོགས་ཀྱི་ཞབས་ཏོག་འབུལ་ཅིག་ཆུ་ཞུ་ཟེར་ཏེ་དེ་ནི་རྗེ་བཙུན་གྱི་མི་སློབ་མ་གཅེས་སུ་སྟོན་པ་ཤཱཀྱ་མགོན་ན་བཟའི་དེར་བཟླ་བ་ད་དེ་ནི་སློབ་མ་གསུམ་མཇལ་འཕྲད་གནང་སོང་ཤཱཀྱ་མགོན་ན་ཡིན་ནོ། དེ་རྗེས་ཡོན་བདག་དེ་ན་རེ་ད་ཐམས་ཅད་ཡོན་བདག་གཤེན་དུར་མོ་ཟེར་ཡ་དེ་ན་རེ། དེ་ན་ཨ་ལ་ལ་ངེད་ཀྱི་འབྲོག་ས་དགའ་མོ་རང་ཞིག་ཡོད་པ་ལ་ད་ཁོང་ཚོ་ང་ཚོ་དེ་ནི་འབྲོག་བལ་གྱི་ས་ཆ་དབྱར་ཁ་འདས་སའི་ས་ཆ་ཡིན་པས་སྐྱིད་པོ་ཅིག་ཡོད་ཡིན་ན་དེ་ལ་འདྲེ་ཡི་གནོད་པ་མངོན་སུམ་ཡོང་བ་མང་དྲགས་འཇིགས་ནས་འབྲོག་ཚུགས་སུ་ཡེ་མ་འདོད་ད་འབྲོག་པ་བསྡད་བཅུག་མི་འདུག་ཟེར་འདྲེ་གི་དེ་ཡིན་དུས་མྱུར་དུ་ཕེབས་པར་ཞུ་སོགས་ཚོགས་པ་ཀུན་གྱིས་ཕྱག་འཁོར་བའི་རྗེས་ཟིན་གྱི་ཤ་ནས་ང་མྱུར་དུ་འགྲོ་དེ་ཁྱེད་ཀྱིས་འགྲོ་གི་ཕྱིར་འགྲོ་བ་མ་ཡིན། ང་འཇོག་པོ་དང་འགྲོ་ཡ་ཡིན་དེ་ནི་ཁྱོད་རང་སོགས་ཀྱིས་འབྲོག་པའི་ས་ཆ་ཆེད་དུ་ང་འགྲོ་གི་མེད་ད། ང་ལ་བླ་མའི་བཀའ་ཞིག་ཡོད་པས་དེ་སྒྲུབ་ཏུ་འགྲོ་བ་ཡིན་གསུངས་པས་ཁོང་ན་ན་རེ་དེ་ལ་ངེད་ལ་དེ་གས་ཆོག་ཟེར་ང་ཚོར་དེ་ག་རང་འགྲིག་འདུག་ད་མཚོ་ཆེན་བཟང་པོ་དང་བཅས་ཏེ་ཞབས་ཏོག་པ་གཏོང་ཟེར་བས་ད་ང་ཚོ་གིས་ཞབས་ཕྱི་བཏང་གི་ཡིན་ཟེར་བས། རྗེ་བཙུན་གྱིས་ཤར་ནས་ང་རེ་དྲུག་ཏུ་གྲོགས་དང་འཚོ་བ་བཟང་པོ་རང་བསྟན་པའི་མི་ཞིག་མིན་པས་ཐོག་མར་ང་རང་གཅིག་པུར་འགྲོ། ཕྱིར་ནས་ཞབས་ཏོག་བྱེད་པ་ངོ་མཚར་ཆེ་བས་སྟེང་ཟུར་བལྟ་སོང། རྗེ་བཙུན་རང་ལབ་ཆེ་གང་ལ་སོན་བྱོན་པས། ལ་ཙཱ་ལ་ཕེབས་པ་དང་ནུ་མ་ཡིན་གྱི་ཆོ་འཕྲུལ་དྲག་པོ་བྱུང། ལ་ཡི་གཟུགས། ཕེབས་མཐར་ནམ་མཁའ་ཚུགས། ལ་ཡི་གཟུགས་ཟེར་ན།

ཕན་ཚུན་གྱི་བར་དུ་རི་སྒྲོན་ཐུར་དུ་འཇུག་པ་འདྲ་བ་ཞིག་གིས་ལམ་ཕུར་བས་འབབ་ཞེས་པའི་ལམ་དེ་ལ་མཁའ་འགྲུ་སྒང་ལམ་ཟེར་ནས་དེ་ནི་མིང་ལབ་ཀྱི་རེད་གསུངས་པ་འདྲ། དེ་ནི་མི་མ་ཡིན་སྟོབས་ཆུང་བ་རྣམས་རང་ཞི་ལ་སོང་མི་མ་ཡིན་པ་ཅིག་དང་འདྲེས་ཏེ་ནུས་པ་མི་འགེལ་ནས་ཁོ་རང་ཚོ་རང་བཞིན་གྱི་བར་འབྱམས་སོང་བ་རེད་ཆེ་བ་རྣམས་བརླག་མི་ཉན་རུང་ད་རྗེ་བཙུན་ལ་ཅིག་དམིགས་བསལ་གྱི་གནོད་པ་དང་བཅས་ཐུག་ཡོད་མ་རེད་ཡིན་ན་ད་དུང་བརླག་འཚོ་བ་ལ་མཁའ་འགྲུ་སྒང་ལམ་རྫོགས་མཚམས་སུ་རྗེ་བཙུན་གྱི་ལོག་འདྲེན་ཟེར་ནུ་ལྟ་སྟངས་ཤིག་མཛད་པའི་ཆོ་འཕྲུལ་ཀུན་བཞེས་ནས་བཞུགས་ས་དེར་རྡོ་ལ་ཞབས་རྗེས་ཅིག་བྱུང། དེ་ནས་ཅུང་ཟད་ཅིག་བྱོན་པས་ནམ་མཁའ་དྭངས་ནས་ཐུགས་སྤྲོ་བར་བྱུང་སྟེ་སྒང་ཞིག་ཏུ་བཞུགས་པས་སེམས་ཅན་རྣམས་ལ་བྱམས་པའི་ཏིང་ངེ་འཛིན་འཁྲུངས་པ་ཐུགས་དྭངས་ལ་བོགས་ཤིན་ཏུ་ཆེ་བ་བྱུང་སྟེ། བཞུགས་ས་དེ་ལ་བྱམས་སྒང་དུ་གྲགས་དང་ས་ཆ་མིང་ལ་དོ། དེ་ནས་ཆུ་བཟང་དུ་དང་བསླབ་ཅིང་ཆུ་བཟང་དུ་བྱོན་པས་ཆུ་བོ་རྒྱུན་གྱི་རྣལ་འབྱོར་གྱི་ངང་ལ་བཞུགས་པའི་ཚེ་མེས་པོ་སྟག་གི་ལོ་སྟོན་ཟླ་རལ་བའི་ཚེས་དགུ་ཡི་ཚེས་བཅུ་ཡི་ནུབ་མོ། བར་སྤུ་སྦ་རུ་བསྣམས་པའི་གདོན་ཆེན་པོ་ཞིག་གིས་བར་སྤུའི། སྦ་རུ། སྦ་རུ་སེར་ག་རེ་ནེ་པ་ལའི་སྐད་ལ་ཡོད་རེད་བ་རུ་སེར།

བླ་མ་རྣམས་ལ་ཕྱག་འཚོ་ལ་རྒྱས་བཀའ་དྲིན་ཅན་ལ་སྐྱབས་སོང་གི་ཡོངས་འཁྲུངས་ནམ་མེད་ཀྱི་རྣམ་ཤེས་ལ། དོན་གནོད་སྦྱིན་ཕོ་མོའི་ཆོ་འཕྲུལ་ཅན་ཨ་ཙར་མ་ཡི་དྭགས་སྙིང་རལ་ཅན་མི་ང་ལ་ཆེས་དད་མི་ནུས་ཏེ། སྔོན་ལས་ངན་བསགས་པའི་འབྲས་བུ་དེ་ད་ལྟ་རྣམ་སྨིན་གྱི་ལུས་ལ་བཅོས། ཡིད་མཁའ་ལ་རྒྱུ་བའི་གཟུགས་ཅན་དེ་བསམ་ངན་ཉོན་མོངས་ཀུན་སློང་དང་འགྱུར་བ་ལུས་ངག་གི་གདུག་རྩུབ་ཀྱིས་གསོད་གཅོད་སྡིག་འཚོགས་བྱེད་དུ་ཟེར། རྟོག་མེད་རྣལ་འབྱོར་རལ་པ་འདི་བློ་ཡང་མེད་པ་ལྟ་བའི་གདེང།

ཅེས་ཡི་དྭགས་ཀྱི་མཐོང་ས་མི་ཐོབ་སྟེ། སྤྱིར་ལས་དགེ་སྡིག་གི་འབྲས་བུ་བདེན་པས་ན་རྒྱུ་མཐུན་རྣམ་གཡེང་ས་ས་ནས་ངན་སོང་དུ་འགྲོ་བ་ཡེ་རེ་མོ། ཨ་ཚ་བ་ཉོན་མོངས་ཡི་དྭགས་ཀུན། དོན་གནས་ལུགས་མ་རྟོགས་སྙིང་རེ་རྗེ། དངོས་ངན་མི་ལ་རས་པ་འདི། ངག་རིག་བྱིས་བློ་ཡི་ཆུ་ཤེལ་བབས། ནང། ནང་བཅུད། ནང་བཅུད་ཀྱིས་བསྡུས་པའི་སེམས་ཅན་རྣམས་གཉིད་ཕ་མར་མ་གྱུར་གང་ཡང་མེད་དེ་དྲིན་ཆེན་ཡིན་པས་སྡུག་པར་འབོད་ཆུ་དེ་བས་གནོད་སེམས་ཀླ་ཀློ་ལ་ལས་རྒྱུ་འབྲས་བསམ་ན་ཅི་མི་ལེགས་ཆུ་འགེབ་ཆུ་བཅད་ན་ཅི་མི་ལེགས་ཚིག་ལེགས་པར་བཟུང་ལ་རྟོག་ཆུ་འཐུང། དོན་འཁོར་ཅི་ལ་ཁྱེར་ལ་ཉོན་ཞེས་གསུངས་པའི་འདྲེན་མ་རྣམས་ང་རེད་ཁྱོད་ཀྱི་ཁ་བྱང་གིས་ངའི་མགོ་མི་འཁོར་ད་ཁྱོད་ཁ་བྱང་པོ་ཤེས་ན་ང་ཚོ་མགོ་འཁོར་མ་རེད་ཁྱོད་འཕྲུལ་བྱས་ནས་ཁྱོད་བདེ་བར་ཁྱོད་ང་ཚོ་གི་ཁྱོད་འཕྲུལ་དེ་ཚོ་ཕར་བཤིག་ནས་ཁྱོད་བདེ་བདེ་ལྷོད་ལྷོད་བྱས་ན་བཏང་གི་མིན་ཟེར་ཚུལ་དེ་དུས་ཤེས་རེད་ད་བཏང་མ་ཡོང་ཟེར། སྨྲ་བ་མང་དུ་སོང་ཁྱོད་འཕྲུལ་ཆེ་སོང་བ་ལས་རྗེ་བཙུན་གྱི་ཐུགས་ལ་དགོངས་པ་དང་འདྲེན་མ་རྣམས་ལ་ང་ཡི་བླ་མ་དྲིན་གྱི་གནས་ལུགས་རྟོགས་པའི་རྣལ་འབྱོར་པ་བར་ཆད་བདུད་ཀྱི་ཆོ་འཕྲུལ་སེམས་ཀྱི་རྒྱན་ཡིན་པས་ད་རུང་ཁྱེར་ཐོང་བྱང་ཆུབ་མཆོག་ལ་དྭགས། རྗེ་བཙུན་མི་ལས་གར་སོང་བ་ཟེར་ན་འདྲེན་མ་རྣམས་ལ། ང་བླ་མའི་དྲིན་གྱིས་གནས་ལུགས་རྟོགས་པའི་རྣལ་འབྱོར་པ་དེ་འདྲ་ཅིག་ཡིན། བར་ཆད་ཐམས་ཅད་བདུད་ཀྱི་ཆོ་འཕྲུལ་སེམས་ཀྱི་རྗེན་ཆ་ཆགས་ཡོང་གི་འདུག། བར་ཆད་བདུད་ཀྱི་ཆོ་འཕྲུལ་དེ་སེམས་ཀྱི་རྗེན་ཆ་ཡིན་པས། ད་དུང་ཕྱིར་ཐོན་ལ་ད་ཆུ་འཛོམས་པའི་ཆོ་འཕྲུལ་བལྟས་ས་ཕྱིར་བཏང་ཞོག། བར་ཆད་མང་ན་བཏང་ཞོག། བྱང་ཆུབ་མཆོག་ལ་བསྒྱུར་བར་འདུག་གིས་གསུངས་ནས་རྗེན་དུ་ཆེ་བ་དོན་གྱི་མགོན་དུ་གསུངས་སོ། ཨ་ཡ། རྗེས་དགྲ་ཆོས་འབར་པའི་ཞབས་ལ་འདུད་ང་གནས་ལུགས་རྟོགས་པའི་རྣལ་འབྱོར་པ་རྒྱན་དུ་ཆེ་བའི་གླུ་བཞེས་ནས་ཁྱེད་འདི་སོགས་ཕོ་མོ། གནོད་སྦྱིན་ཕོ་མོ་ན་ཡིད་མ་ཡེངས་རྣ་བའི་དབང་པོ་དུ་དབུས་རི་བོ་མཆོག་རབ་མཆོད་སྟེང་ན་ལྷོ་འབན་དུར་ཡ་ཡི་འོད་ཟེར་བ་འཛམ་གླིང་ནམ་མཁའི་རྒྱན་དུ་ཆེ་རི་གཉའ་ཤིང་འཛིན་གྱི་ཁོང་ཁྲོ་ན་ཉི་ཟླ་ཟུང་གཅིག་འོད་ཟེར་བ་གླིང་བཞི་ཡོངས་ཀྱི་རྒྱན་དུ་ཆེ། ཀླུ་བྱང་ཆུབ་སེམས་ཀྱི་རྫུ་འཕྲུལ་ཅན་ནམ་མཁའི་མཐོངས་ནས་འཆར་འབབ་པ་དོག་མོ་ས་ཡི་རྒྱན་དུ་ཆེ། ཁྱེད་རྒྱ་མཚོ་ཆུ་ཡིས་བླངས་པ་ལས་བར་སྣང་ཡོངས་ལ་ལྷོ་སྤྲིན་ཆུ་ལྷོ་སྤྲིན་བར་སྣང་གི་རྒྱན་དུ་ཆེ། སྔོན་གནས་དྲང་གནས་ཀྱི་མན་ངག་ཡིན་པ་སྙན་ངག་དཔེ་སྙིང་པོ་དང། ལ་གཟུགས་ཅན་གྱི་རྒྱན། གྱི་ཐོག་ནས་སོང་ནས་འདུལ་བ་ལྷོ་སྤྲིན་བར་སྣང་གི་རྒྱན་དུ་བྱས། འབྱུང་བ་དྲོད་གཤེར་གྱི་རྟེན་འབྲེལ་བྱས། གཡས་སྤང་རིའི་ལོ་ལ་འཇའ་ཚོན་བཀྲ། འཇའ་ཚོན་སྤང་རིའི་རྒྱན་དུ་བྱས། ནུབ་མ་སྦྲུལ་མཚོ་ལ་ཆར་བབས་པས་ལྷོ་འཛམ་བུ་གླིང་གི་རྩི་ཤིང་རྒྱས། སྐྱེ་འགྲོ་ཡོངས་ཀྱི་རྒྱན་དུ་བྱས། ང་རྣལ་འབྱོར་རི་ཁྲོད་འཛིན་པ་ལ་སེམས་སྟོང་ཉིད་མགོན་པོའི་སྣོད་དུ་ཡོད། འདྲེ་གནོད་སྦྱིན་ཕོ་མོའི་ཆོ་འཕྲུལ་ན་ཆོ་འཕྲུལ་རྣམ་འབྱོར་གྱི་རྒྱན་དུ་བྱས། ཅེས་ལེགས་པར་སྙིང་དང་མི་མ་ཡིན། ཕྱག་དང་བསྐོར་བ་མང་དུ་བྱས་ཏེ་མི་སྣང་བར་གྱུར་པ་དེ་ལ་ནི་རྒྱལ་པོ་ཐང་འགྲིམ་ཞེས་ཀྱང་བྱ་སྟེ་ལྷ་ཆེན་པོ་ཚོགས་ཀྱི་བདག་པོ་ཡིན་ནོ། དེ་ནས་རྗེ་བཙུན་ལ་ཡང་ཐུགས་དམ་བོ་ཆེ་བ་དང་ཀུན་ཁམས་བདེ་བའི་ངང་ནས་ཟླ་བ་གཅིག་གི་བར་དུ་སྤྲིན་དང་ཡེ་མེད་པར་གྱུར་ཏོ། དེ་ནས་རྗེ་བཙུན་ལ་ཆེ་ཆུ་བཟང་གི་གནས་ཐུགས་ཁོང་གནས་ཐུགས་ཁོང་སུ་ཆུད་ནས། ལ་ཆེ་ཆུ་བཟང་གི་གནས་ཀྱི་གནས་ཚུལ་ཚང་མ་ཁོང་དུ་ཆུད་ནས། ལ་ཆེ་གནས་ཐེར་གཟིགས་སུ་གནས་ཐེར་གཟིགས་ཀར་བྱོན་པའི་ལམ་འོམ་བུ་ཐང་ཆེན་པོ་ཞིག་གི་དབུས་ན་བྲག་ལྕིབས་དང་བཅས་པའི་ཕ་བོང་ཆེན་པོ་ཞིག་འདུག་པ་དེར་རེ་ཞིག་བཞུགས་པའི་ཚེ་མཁའ་འགྲོ་མང་པོ་ཕྱག་ཙམ་འདོད་ཡོན་སྣ་ཚོགས་ཀྱི་མཆོད་པ་པོ་བསྐོར་བ་བྱས་པས་རྡོ་ལ་མཁའ་འགྲོའི་ཞབས་ཀྱིས་གཉིས་བྱུང་བ་འཇའ་ཡལ་བ་བཞིན་སོང། གཉིས་བྱུང་བ་དང་འཇའ་ཡལ་བ་བཞིན་དེ་ནི་མཁའ་འགྲོ་མ་སོང་ངོ། དེ་ནས་ཅུང་ཟད་བྱོན་པ་དང་མི་མ་ཡིན་གྱི་ཆོ་འཕྲུལ་འབྱོན་ལམ་ཐམས་ཅད་དུ་མོ་མཚན་ཆེན་པོ་དུ་མ་བསྟན་བྱུང་བས་རྗེ་བཙུན་བྱེད་ཅིང་ལྟ་སྟངས་ཀྱི་ངང་ནས་གསང་འདུར་ལས་སུ་རུང་བར་མཛད་ནས་བྱོན་པས། མཚན་མ་དགུ་འདས་པའི་གི་མཚམས་སུ་གནས་ཀྱི་བཅུད་འདུས་པའི་རྡོ་བ་ཞིག་ལ་གསང་གནས་རྡོར། ཞིང་ལྟ་སྟངས་མཛད་པས་ཆོ་འཕྲུལ་ཀུན་ཞི་བའི་ས་ལ་ལ་གུ་ལུང་གུར་གྲགས།

གཙང་མར་ཕེབས་ཏེ་ཡོན་བདག་རྣམས་ལ། འདྲེ་ལོང་སྐྱོ་མོ་རང་དུ་འདུག་སྟེ། ཟ་ཆུ་འཛུགས་སྔོན་ནས་ལ་བ་བདེན་པ་རིན་དུ་བདག་ཟེར་འདྲེ་ལོང་སྐྱོ་མོ་རང་འདུག་སྟེ། ངས་འདྲེ་རྣམས་ཐུར་ནས་ད་སྒྲུབ་གནས་སུ་སོང་ཡོད། ང་ཡང་སྡོད་ཅིག་ཕྱིན་ཏེ་བསྒོམ་པ་ཡིན་གསུངས་པས། ད་ང་ཡང་ད་དུང་གཞི་ནས་ཕར་འགྲོ་ནས་བསྒོམ་བྱ་ཡིན་གསུངས་པ་རེད། ཁོང་རྣམས་མཆོག་ཏུ་དད་པར་གྱུར་ཏོ་ལབ་ཕྱི་ལ་བྱོན་པ་ཆུ་བཟང་གི་སྐོར་རོ།

ང་ཡང་དེའི་ཚེ་དམ་པ་འཇའ་ཕུར་པ། སྐུ་ན་ཕྲ་མོ་རང་དུ་ཡོད་པ་ལ་བདག་གི་བུ་འདི་ཡང་ཕྱིར་འོང་བ་དང་རྗེ་བཙུན་གྱི་ཕྱག་ཆེན་པོར་ཟེར་ཤིན་ཏུ་དད་པར་གྱུར་པའི་དོན་ནི་རྩར་མ་པ་རྣམས་ཀྱིས། རྩར་མ་པ་རྣམས་ཀྱིས་ད་ཅི་གར་ཟེར་བ་རེད། འདི་ཡོད་བ། ཕ་ཡི། གར་ཟེར་ད། གཉའ་ནང་གི་གཉའ་ནང་ཙར་མ། ཙར་མ་པ་རྣམས་ཀྱི་སྤྱན་རང་སྟེ་ཤེལ་འདོར་མོ་ཞབས་ཏོག་ཕུར་བའི་ཚེ་རྗེ་བཙུན་གྲོང་གསེབ་ཏུ་བཞུགས་པ་དང་འཁོར་བའི་བྱ་བ་རྣམས་གཟིགས་པས་ཤིན་ཏུ་ཐུགས་འབྱུང་བའི་རྣམ་པར་མཛད་ལབ་ཅིག་གང་ལ་འགྲོའོ་གསུངས་པས་ཙར་མ་པ་རྣམས་ཀྱིས་ད་ཙར་མ་པ་རྣམས་ཀྱིས་རྗེ་བཙུན་ལ། རྗེ་བཙུན་ལ་ཅིག་སེམས་ཅན་གྱི་དོན་དག་མ་རྟོགས་ཤིང་བདག་གལ་ཡོད་མ་རེད། ངེད་རྣམས་ཀྱི་དོན་ལ་ད་ལོ་དགུན་ཁ་འདིར་བཞུགས་ཁྲིད་རེ་གསུང་བར་ཞུ། འདྲེ་ཐུར་སྟེང། ད་འདྲེ་ཚང་མ་ནི་བཏུར་ཚར་རེད་ད་ཁྱེད་ག་དུས་ཕེབས་ཕེབས་རེ་བ་ཆོག་པས།

ནམ་ཟླ་དགུན་དུ་སོང་བ་དང་གང་ལ་འོ་བརྒྱལ་ཡོང་ལུགས་སོགས་ཤོར་འདེབས་ཀྱི་བྱུས་བ་གཅིག་ཕུ་རུང་མ་གསན་པར། སྤྱིར་ང་ནག་རུ་པཎ་ཆེན་གྱི་བུ་རྒྱུད་གང་ཅི་ང་རུས་མི་འཇིག། མར་པའི་བཀའ་ཡང་འདུ་འཛི་དང་གཡེང་བ་པོ་ལ་གནས་མི་མེད་ཀྱི་དབེན་པ་བསྟེན་སོང་བ་ཡིན། ཁྱད་པར་ང་གྲོང་ཡུར་དུ་གཞས་ཕབ་སྡོད་པ། འཆི་བའི་མཚེར་སོང་ན་གྲོང་ཡུལ་ལ་གཅིག་པས་གཞིས་ཆགས་ནས་ལྷོད་ལྷོད་ཀྱིས་བསྡད་ནས་ཤི་སོང་ན་ང་པས་ཞེད་སྣང་ལངས་ཀྱི་འདུག་གསུངས་པ་རེད། མཚེར་སོང་འབྱོན་པར་ཐག་ཆོད་པ་དང། རྩར་མ་པ་རྣམས་ཀྱིས་མྱུར་བར་རྒྱལ་མཚན་གྱི་མཚོ་ཆེན་འབུར་བ་དང། ཁོ་རང་འགའ་ཤས་ཀྱིས་དགུན་ཁ་ལ་ཆུའི་ཤུ་བ་ཡོང་བའི་ཆེད་དུ་ཆེད་དུ་དམ་བཅའ་བྱས་ཏེ་སྟོན་པ་ཤཱཀྱ་མགོན་ན་དང་ཤེས་འདུར་མོ་སོགས་བན་གྱི་དྲུག་གིས། བན་གྱི་དྲུག་ཟེར་ན། བན་དེ་དང་སྐྱེས་པ་སྲིད་དུ་སྐྱ་སེར་དྲུག་ཟེར་ཡེར་དང་བན་སྲིད་དུ་གྲ་བ་ཟེར་ཡེར་སྐྱེས་སྲིད་ན་སྐྱེས་ཐང་གི་ཐང་དང་སྐྱ་བོ་ཟེར་ཡེར་དེ་འདྲེ་གི་དྲུག་གིས་ཤིག་སྐྱེམ་ཁྱེར་ཏེ་ལག་ཐོག་བར་འགྲོ་བྱེད་ལ། ལག་བམ་ནས་ཀྱང་དམུ་རྫིང་བར་ཕྱིན། ད་དེ་ནས་རྗེ་བཙུན་གྱི་སྐུ་ཆེ་ཆེ་བྲེས་དོ། འདྲེ་བྲེས་གང། ཤ་གཟུགས་གཅིག། ཤ་གཟུགས་གཅིག་ཟེར་དུས་ཟེར་ན་ད་ཕལ་ཆེར་ཆ་ཚང་མ་རེད། རྐང་ལག་བཞི་ཡོད་པ་ཤ་གཟུགས་གཅིག་ཟེར་བ།